ལོ་རྗེས་ཉི་ཤུ་རྩ་གཅིག་པ་ཡི་ལེའུ་བརྒྱད་པ། ལན་གྱི་རྣམ་པ་ད་ལྟ་ང་ཚོ་ཨེ་ལི་ཡཱ་ནམ་མཁའ་ལ་ཡར་འཁྲིད་འགྲོ་བའི་སྐོར་ལོ་རྗེས་དེ་ལྟ་གི་ཡིན། ཨེ་ལི་ཡཱ་དང་ཨེ་ལི་ཤ་ནི་མུ་མཐུད་ནས་སོ་སོ་ཡི་ལམ་ཁ་དུ་འགྲོ་བཞིན་ཡོད་པའི་སྐབས་སུ་ཡ་ཧོ་ཝཱ་དཀོན་མཆོག་གིས་རླུང་འཚུབ་ཆེན་པོ་ཡི་རྗེས་ནས་ཨེ་ལི་ཡཱ་ནམ་མཁའ་ལ་ཡར་འཁྲིད་འདོད་ཡོད་པ་རེད། ཨེ་ལི་ཡཱ་ཡིས་ཨེ་ལི་ཤཱ་ལ་གསུངས་པར་ཁྱེད་དེ་ལ་བསྡད། ང་ཡ་ཧོ་ཝཱ་དཀོན་མཆོག་གིས་བེ་ཐེལ་ལ་རྔ་བྱུང་ཞེས་ཟེར་བ་རེད། འོན་ཀྱང་ཨེ་ལི་ཤཱ་ཡིས་བརྗོད་པ། ངས་ཁྱེད་རང་རྩ་བ་ནས་གཡོ་གི་མིན་ཞེས་ཞུས་ནས་ཁོ་གཉིས་མཉམ་དུ་མ་འགྲོ་བ་རེད། བེ་ཐེལ་གྱི་ལུང་བསྟན་པ་རྣམས་ཨེ་ལི་ཤཱ་རྩ་ཡོང་ནས་ཁོང་ལ་དྲིས་པ། ཡ་ཧོ་ཝཱ་དཀོན་མཆོག་གིས་དེ་རིང་ཁྱེད་ཀྱི་རྒན་ལ་དེས་ཡར་འཕྲད་འགྲོ་གི་ཡོད་པ་ཁྱེད་ཀྱིས་ཧ་གོ་གི་འདུག་གམ་ཞེས་དྲིས་པ་རེད། ཨེ་ལི་ཤ་ཡིས་ངས་ཧ་གོ་གིན་འདུག་ད་ལྟ་ང་ཚོ་དེའི་སྐོར་ལ་སྐད་ཆ་བཤད་གི་མེད་ཞེས་གསུངས་པ་རེད། དེ་ནས་ཨེ་ལི་ཡཱ་ཡིས་ཨེ་ལི་ཤ་ལ་གསུངས་པ། ཁྱོད་དེ་ལ་བསྡད། ཡ་ཧོ་ཝཱ་དཀོན་མཆོག་གིས་ང་ཡེ་རུ་ཀོ་ལ་མངགས་བྱུང་ཞེས་བརྗོད་པ་རེད། ཨེ་ལི་ཤ་ཡིས་ལན་དུ། ངས་ཁྱོད་རྩ་བ་ནས་གཡུག་གི་མེད་ང་ཁྱོད་དང་མཉམ་དུ་འགྲོ་གི་ཡིན་ཞེས་ཞུས་པ་དང་ཁོ་ཚོ་མཉམ་དུ་ཡོ་རི་ཀོ་ལ་ཕྱིན་པ་རེད། ཡུ་རི་ཀོ་ཡི་ལུས་རྟེན་པ་རྣམས་ཨེ་ལི་ཤ་བཙའ་ཡོང་ནས། ཡ་ཧོ་ཝཱ་དཀོན་མཆོག་གིས་དེ་རིང་ཁྱེད་ཀྱི་རྒན་ལ་དེ་ཡར་འཁྲིད་འགྲོ་གི་ཡོད་པ་ཁྱེད་ཀྱིས་ཧ་གོ་གི་འདུག་གམ་ཞེས་སྐད་ཆ་དྲིས་པ་རེད། ཨེ་ལི་ཤ་ཡིས་ལན་དུ་ངས་ཧ་གོ་གི་ཡོད། དེ་རིང་ང་ཚོས་དེའི་སྐོར་ལ་སྐད་ཆ་བཤད་གི་མེད་ཞེས་གསུངས་པ་རེད། ཨེ་ལི་ཡཱ་ཡིས་ཁོང་ལ་བརྗོད་པ། ཁྱེད་དེ་ལ་བསྡད། ཡ་ཧོ་ཝཱ་དཀོན་མཆོག་གིས་ང་ཡོར་དན་གཙང་པོ་ལ་མངགས་བྱུང་ཞེས་བརྗོད་པ་རེད། ཨེ་ལི་ཤ་ཡིས་ལན་བཏོན། ངས་ཁྱེད་རྩ་བ་ནས་གཡོལ་གི་མེད། ཞེས་ཟེར་ནས་ཁོང་ནི་མུ་མཐའི་ནས་གནམ་དུ་འགྲོ་བ་རེད། ཨེ་ལི་ཡཱ་དང་ཨེ་ལི་ཤ་ཡོར་དན་གཙང་པོ་ལ་སླེབས་པ་དང་ཁོ་ཚོ་ཡི་རྗེས་སུ་ཡོང་བཞིན་ཡོད་པས་ལུས་རྟེན་པ་ལྔ་བཅུ་ཐམ་པ་ཁོ་ཚོ་ཡི་ཉེ་འགྲམ་སུ་ལངས་ནས་བསྡད་ཡོད་པ་རེད། ཨེ་ལི་ཡཱ་ཡིས་རང་གི་རྒྱན་གོས་ལག་པ་ཡི་རིགས་རིགས་སུ་ནས་རྒྱུག་ཆུའི་སྟེང་དུ་བཞུས་པ་དང་རྒྱུག་ཆུ་ཁ་སྙིང་ལ་ཟུག་ནས་ཁོང་སྙིང་ག་སྐམ་ས་ཡི་སྟོད་དུ་རྒྱུག་ཆུ་ཡི་ཕར་ལ་ཕྱིན་པ་རེད། ཁོང་ནི་ཡོར་དན་གཙང་པོ་བརྒལ་པ་དང་ཨེ་ལི་ཡཱ་ཡིས་ཨེ་ལི་ཤ་ལ་དྲིས་པ། ང་ཡར་མ་འགྲོ་སྔོན་དུ་ངས་ཁྱེད་ལ་ག་རེ་བྱེད་དགོས་ཀྱི་འདུག་གམ་ཞེས་སྐད་ཆ་དྲིས་པ་རེད། ཨེ་ལི་ཤ་ཡིས། ང་ལ་ཁྱེད་ཀྱི་སེམས་ཉིད་དེ་བརྡབ་གཉིས་གནང་རོགས་ཞེས་ལན་ཤོད་པ་རེད། ཁྱེད་ཀྱིས་ང་ལ་སྐད་ཆ་དྲིས་པ་དེ་དཔེ་དཀའ་ལས་ཁག་པོ་འདུག་ཡིན་ནའི་ཡང་ང་ཡར་འགྲོ་བཞིན་ཡོད་པའི་སྐབས་སུ་ཁྱེད་ང་མཐོང་པ་ཡིན་ན་ཁྱེད་ཀྱིས་དེ་ཐོག་གི་རེད་གལ་སྲིད་ཁྱེད་ཀྱིས་མཐོང་མེད་པ་ཡིན་ན་ཁྱེད་ལ་དེ་ཐོག་གི་མ་རེད། ཁོ་ནི་གནམ་དུ་གོམ་པ་རྒྱུག་ནས་སྐད་ཆ་བཤད་བཞིན་ཡོད་པའི་སྐབས་སུ་གློ་བུར་དུ་མིག་འབར་བཞིན་ཡོད་པའི་ཤིང་རྟ་གོག་ལུག་དག་བཏབ་ན་ཁོ་ནི་དཔའ་རོགས་ལ་འཐེན་ནས་རླུང་འཚུབ་ཆེན་པོ་ཞིག་གིས་ཨེ་ལི་ཡཱ་ཡཱ་ནམ་མཁའ་ལ་འཁྲིད་འགྲོ་བ་རེད། ཨེ་ལི་ཤཱ་ཡིས་དེ་མཐོང་བ་དང་ཨེ་ལི་ཡཱ་ལ་ང་ཡི་ཡབ་ང་ཡི་ཡབ་ཨིས་ར་ཨེལ་གྱི་དཔོན་དབང་ཅན་གྱི་སུམ་ཅུ་བྱེད་མཁན་ཆེས་ཡག་ཕེ་ས་ཚོར་ཞིག་སྐད་རྒྱབ་པ་རེད་དེ་ནས་ཁོང་གིས་ཨེ་ལི་ཡཱ་ཡོང་ཆ་མཇལ་མེད་པ་རེད་ཁོང་སྣ་ངན་ཆེན་པོ་བྱས་ནས་རང་གི་དུ་ལོག་དུམ་བུ་སྙིང་ལ་ཧྲེད་པ་རེད། ཨེ་ལི་ཡཱ་དེས་ནམ་མཁའ་ལ་འགྲོ་བཞིན་ཡོད་པའི་སྐབས་སུ་ཁོང་གིས་སྤྱོད་སྒོ་དེ་ས་ལ་མ་ཟགས་ཡོད་པ་རེད། ཨེ་ལི་ཤཱ་ཡིས་སྤྱོད་སྒོ་དེ་ཡར་ལེན་ནས་ཡོར་དན་གཙང་པོ་ཡི་ཉེ་འགྲམ་དུ་ལངས་པ་རེད། དེ་ནི་ཁོང་གི་སྐད་ཤུགས་ཆེན་པོ་ཡ་ཧོ་ཝཱ་ཡི་ཉི་ཤུ་ག་པར་འདུག། ཨེ་ལི་ཡཱ་ཡིས་དཀོན་མཆོག་གི་ཉི་ཤུ་ག་པར་འདུག་ཞེས་བརྗོད་ནས། རྒྱུག་ཆུ་ཡི་སྟེང་དུ་སྤྱོད་སྒོ་དེ་བཞུད་པ་དང་རྒྱུག་ཆུ་ཁག་གཉིས་ལ་ཟུག་ནས་ཁོང་རྒྱུག་ཆུ་བརྒལ་ནས་འགྲོ་བ་རེད། ཡེ་རུ་ཀོ་གྱི་ལུང་བསྟན་པ་རྣམས་ཀྱིས་གནས་ཚུལ་ག་རེ་བྱུང་ཡོད་པ་དེ་མཐོང་ནས་བརྗོད་པ། ཨེ་ལི་ཡཱ་ཡིས་སྲིང་མོ་དེས་ཨེ་ལི་ཤ་ལ་ཐོག་འདུག་ཞེས་ཟེར་ནས་ཁོ་ཚོས་ཨེ་ལི་ཤ་རྩྭ་ཡར་ཕྱེས་ནས་ཁོང་ལ་ཕྱག་འཚལ་བ་རེད།